དེའི་ཕྱིར་མེ་མདའ་རྒྱག་མཁན་གྱི་སུ་ཡིན་མེད་སྐོར་མིང་ཕྱི་བསྒྲགས་བྱས་མེད་པ་དང་ད་དུང་མེ་མདའ་བརྒྱབ་གོ་དོན་གང་ཡིན་མེད་ཕྱི་བསྒྲགས་དོན་མེད་ཡིན་པ། ལྷན་རྒྱས་ཁམས་བཟང། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་འཛམ་གླིང་གི་གསར་ཁང་ཆེ་ཁག་ཁག་གི་གསར་འགོད་སྙན་ཐོ་ཁ་གསལ་ཟླ་བ་ནས་པ་སངས་རིང་ཉིན་རེར་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི BBC གསར་ཁང་ནས་ཉེ་ཆར་ཐའི་ལེན་གྱི་རྒྱལ་ས Bangkok ནང་དུ། དྲུག་ཤོས་ཀྱིས་ཁོ་རང་གི་ཁང་པའི་ནང་དང། ད་དུང། སློབ་གྲྭའི་ནང་དུ་མེ་མདའ་རྒྱག་སྟེ། མི། བདུན་ཙམ་སྲོག་སྐྱོན་ཤོར་ཡོད་པ་དང་ད་དུང། མི་ཉི་ཤུ་རྩ་གསུམ་དབོན་བཏང་ཡོད་པའི་གནས་ཚུལ་ཞིག་གི་སྐོར་གསར་འགོད་སྙན་ཐོ་ཞིག་འདུག་པས་དེ་རིང་གི་ལས་རིམ་དེའི་ནང་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་གཙོ་བོ་ཡོང་བར་ཞུ། དེ་ནི་མེ་མདའ་རྒྱབ་མཁན་དེ་ནི་སློབ་ཕྲུག་ན་གཞོན་བུ་ལོ་བཅུ་བཞི་ཅན་ཞིག་ཡིན་པ་དང། མེ་མདའ་རྒྱབ་མཁན་བུ་ཆུང་ཆུང་དེ་ཡིས་དང་པོ་ཁོ་རང་ནང་དུ་ཁོ་རང་གི་སྤོ་ལ་དང་རྨོ་ལ་མེ་མདའ་བརྒྱབ་སྟེ་བསད་དེ། བྱོན་མ། ཁོང་གིས་ཁོ་རང་སློབ་གྲྭའི་ནང་དུ། བརྒྱབ་སྟེ་གྱི་གིས་ང་སྲོག་སྐྱོན་བཏང་བའི་ཆེ། མེ་མདའ་དེ་ཁོ་རང་ལ་བསྐོར་ཏེ་རང་ཤི་རྒྱག་ཡོད་པ། སྟོན་དེའི་ཐོག་ཐའི་ལེན་གྱི་སྲིད་བློན་ཨོ་ནི་ཏིན་ཀར་ནི་བྷིར་ཀོ་ཟེར་བ་ཁོང་གིས་གསུངས་བར། མེ་མདའ་བརྒྱབ་མཁན་ཁོ་ཡི། སྒྱིད་བུ་སུམ་ཅུ་ཙམ་ད་དུང་བེད་སྤྱོད་མ་བྱས་པའི་ཁོང་གི་ལྷན་དུ་ཡོད་པའི་གནས་སྟངས་ཤིག་ཤེས་ཀྱི་ཡོད་པ་དང། ད་དུང། ལ་རྒྱབ་བརྟེན་ལས་ཀྱི་མེ་མདའ་བརྒྱབ་སའི་མི་ཁུ་དང་དུད་སོགས་ཤོར་བའི་གནས་སྟངས་གང། དཀའ་ངལ་ཆེན་པོའི་གང་ཡོད་ཡིན་པའི་གནས་སྟངས་ཤེས་ཀྱི་ཡོད་པ་དང། ཉེན་རྟོག་པས་སྲུང་སྟངས་བྱས་ན། མེ་མདའ་བརྒྱབ་སྟངས་དེ་དག་ནི། འདིར་བལྟས། གཟུགས་པོས་འཇོལ་གལ་ཆེ་བ་དེ་དག་ལ་ཕོག་སྟེ། ཕོག་མཁན་རྣམས་ལ་དཀའ་ངལ་ལྗི་བོ་ཐོག་གནས་ཡོད་པའི་གནས་སྟངས་ཉེན་རྟོག་པས་ཤེས་ཀྱི་ཡོད་པ་དང། ད་དུང། སྲིད་བློན་ཁོང་གིས་སྲུང་བར་བྱས་ན། གཏོར་རྒོད་ཡང་ན་ཨེ་བྲེག་སྟེ། གྲ་སྒྲིག་ཡག་པོ་བྱས་ཏེ། གཡུལ་ངེས་ཅན་གསལ་བོ་ཞིག་ཡོད་པའི་གནས་སྟངས་ཤིག་རེད་འདུག་ཅེས་བཤད་ཀྱི་ཡོད་པ་དང། དེའི་ཆར་མེ་མདའ་རྒྱག་མཁན་གྱི་སུ་ཡིན་མེད་སྐོར་མིང་ཕྱི་བསྒྲགས་བྱས་མེད་པ་དང། ད་དུང། མེ་མདའ་རྒྱབ་གོ་དོན་གང་ཡིན་མེད་ཕྱི་བསྒྲགས་དོན་མེད་ཡིན་པ། མེ་མདའ་རྒྱབ་མཁན་བུ་ཆུང་དེ་ནི། ཁོང་གིས་སྤོ་ལ་རྨོ་ལ། མེ་མདའ་རྒྱབ་ས་དེ་ལྷན་དུ་བསྡད་ཀྱི་ཡོད་པ་དང། རང་གི་པ་ལགས་ཨམ་ལགས་གཉིས་ནི་ཁག་ཁག་ཆད་བསྡད་པའི་གནས་སྟངས་ཡིན་པ་དང། ད་ལྟའི་ཆར་ཉེན་རྟོག་པས་བུ་ཆུང་དེ་ཡི་པ་ལགས་ཨམ་ལགས་ཉེན་རྟོག་པས་བཀོང་སྟེ་ཡིད་ཚད་གནང་བཞིན་ཡོད་པའི་གནས་སྟངས་ཡིན་པ། བུ་ཆུང་དེ་མེ་མདའ་རྒྱབ་པ། མེ་མདའ་དེ་ནི། ཁོ་རང་གི་སྤོ་ལགས་ཀྱི་ཡིན་པ་དང། མེ་མདའ་དེ། ཁྲིམས་འགལ་ཐོག་ཉོས་ཡིན་པའི་གནས་སྟངས་ད་ལྟའི་ཆར་གསལ་བོ་ཐོན་མེད་ཡིན་པ། ད་ལྟའི་གནས་སྟངས་ལྟ་བུར་ཐའི་ལེན་ནང་དུ། སློབ་གྲྭའི་ནང་མེ་མདའ་རྒྱག་པ་དེ་ནི། འདི་ལོ། ཐེངས་གཉིས་པ་དེ་ཆགས་ཀྱི་ཡོད་པ་དང། དེ་ལ་བརྟེན། ཐའི་ལེན་གྱིས་རྒྱལ་ཁབ་དེའི་ནང་ཁོ་ཚོས་མེ་མདའི་སྒྲིག་གཞི་སྦུག་ཡོད་པ་དེའི་ཐོག་ད་དུང་དམ་བློ་གཏང་དགོས་པའི་བགྲོ་གླེང་འགྲོ་བཞིན་ཡོད་པའི་གནས་སྟངས་ཤིག་ཡིན་པ། ཁྱེད་ཀྱིས་དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུས་ཟིན་པ་ཡིན། ང་ནི France ནང་གནས་སྡོད་བྱས་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་སེ་གི་ཡོད། གལ་ཏེ། ལས་རིམ་དེ་ཡག་པོ་འདུག་དགོངས་ན་དགའ་རྟགས་ནོས་པ། རྒྱུ་སྐོར་བརྗོད་པ། གཞན་ཡང Subscribe གནང་རྒྱུ་མ་རྙེད་བ་གནང་རོགས་གནང།